སེང་གེ་རྣམས་སུ་སྐུ་ཁམས་བཟང། ད་ལྟ་ཁྱེད་རྣམ་པས་གསན་བཞིན་པ་ནི་ཉི་གཞོན་གྱི་སྒྲ་སྦྱོར་ཡིན། ཆོས་ལུགས་ཀྱི་མཚམས་ལས་འདས་པའི་བཟང་སྤྱོད་ཀྱི་སྒྲ་དེབ་དེ་ནི། མོན་འདི་རང་ཐུབ་སྲུང་དར་རྒྱས་གླིང་དགོན་ནས་མཐུན་འགྱུར་ཞུས་པའི་འོག་ཕྲན་ཉི་གཞོན་ནས་སྒྲ་སྦྱོར་ཞུས་པ་ཞིག་ཡིན། ཆོས་ལུགས་ཀྱི་མཚམས་ལས་འདས་པ། འཇིག་རྟེན་སྤྱི་སྨན་གྱི་བཟང་སྤྱོད། ྋགོང་ས་ཏཱ་ལའི་བླ་མས་མཛད། ཚེ་རིང་ནོར་བུས་བོད་སྒྱུར་ཞུས། མཛད་པ་པོའི་སྔོན་གླེང། ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ལོར། ངོས་རང། བོད་བྱང་ཤར་ཁུལ་གྱི་གྲོང་གསེབ་ཆུང་ཆུང་ཞིག་ནང་སྐྱེས་ཤིང། ད་ཆ། ང་རང་ན་ཚོད་རྒས་པའི་མི་ཞིག་ཡིན། ངོས་ཀྱི་དར་མའི་མི་ཚེ་ཕལ་ཆེ་བ། རྒྱལ་ཁབ་མེད་པའི་སྐྱབས་བཅོལ་བ་ཞིག་བྱས་ཏེ་རྒྱ་གར་ནང་བསྡད་པ་ཡིན། དེ་ནི། ལོ་ངོ་ལྔ་བཅུ་ལྷག་གི་རིང་ངའི་ཕ་ཡུལ་གཉིས་པ་ཡིན། ངས་མཚམས་རེ་རྩེད་མོ་དང་གྲགས། ང་ནི་རྒྱ་གར་གྱི་མགྲོན་པོ་རྒྱུན་རིང་ཤོས་དེ་ཡིན་ཞེས་ཤོད་ཀྱི་ཡོད། ངོས་དང། ན་ཚོད་མཉམ་པའི་མི་གཞན་དང་འདྲ་བར། ངོས་ཀྱིས་ཀྱང། ང་ཚོ་གང་དུ་སྡོད་སའི་འཛམ་གླིང་འདིར། འགྱུར་ལྡོག་གཏོང་མཁན་གྱི་མངོན་གསལ་དོད་པའི་བྱུང་བ་མང་པོ་ཞིག་དངོས་སུ་མཐོང་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཀྱི་མཇུག་ནས་བཟུང། ངས་ད་དུང། འཛམ་གླིང་གི་ཡུལ་གྲུ་མང་པོའི་ནང། འགྲུལ་བཞུད་ཐེངས་མང་བྱས་པ་དང། དུས་ཡུན་དེའི་རིང། རྒྱབ་ལྗོངས་མི་གཅིག་པའི་མི་རིགས་འདྲ་མིན་མང་པོ་དང་ཐུག་འཕྲད་བྱེད་རྒྱུ་བྱུང། མི་དེ་དག་གི་ཁྲོད། རྒྱལ་ཁབ་ཀྱི་སྲིད་འཛིན་དང། སྲིད་བློན། རྒད་པོ། རྒན་མོ། འཛམ་གླིང་ནང་གི་རླབས་ཆེན་ཆོས་ལུགས་ཁག་གི་དབུ་ཁྲིད་ཙམ་མིན་པར། ལས་རིགས་དང། འཚོ་གནས་མི་གཅིག་པའི་མི་དཀྱུས་མ་ཡང་མང་དག་ཅིག་ཡོད། ངས་འདས་ཟིན་པའི་མི་ལོ་བཅུ་ཕྲག་དེ་དག་ལ་ཕྱི་མིག་ཅིག་ལྟ་དུས། དགའ་ཚོར་སྐྱེ་འོས་པའི་རྒྱུ་མཚན་མང་པོ་ཞིག་མཐོང་གི་འདུག་གསོ་བ་རིག་པའི་ཚན་རིག་ནང་ཡར་ཐོན་བྱུང་བ་ལ་བརྟེན་ནས། འཆི་རྐྱེན་ལ་ཐུག་པའི་ན་ཚ་མང་པོ་སངས་དྲག་བཏང་བ་དང། མི་ས་ཡ་མང་པོ་དབུལ་ཕོངས་ཀྱི་གནས་ལས་གྲོལ་ཏེ་དེང་རབས་ཀྱི་ཤེས་ཡོན་དང། འཕྲོད་བསྟེན་ལྟ་སྐྱོང་གི་ལམ་བུར་བསྐྱོད་ཐུབ་པ་བྱུང། ང་ཚོར་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་གཅིག་ཡོད་ཅིང། དེ་ལྟའི་ཐོབ་ཐང་གི་གལ་གནད་ཐད་གོ་རྟོགས་ཤུགས་ཆེར་འཕེལ་ཡོད། དེའི་གྲུབ་འབྲས་སུ་རང་དབང་དང། མང་གཙོའི་ལམ་ལུགས་འཛམ་གླིང་ཡོངས་ལ་དར་ཁྱབ་ཕྱིན་པ་དང། འགྲོ་བ་མི་རིགས་རྣམས། གཅིག་གྱུར་ཡིན་པའི་ངོས་འཛིན་དགོངས་མཐོར་འགྲོ་བཞིན་མཆིས། ཁོར་ཡུག་བདེ་ཐང་གི་གལ་གནད་ཐད་ལའང། གོ་རྟོགས་འཕེལ་བཞིན། ཕྱོགས་མང་པོ་ཞིག་ནས། འདས་པའི་དུས་རབས་ཕྱེད་ཙམ་ཡས་མས་ཀྱི་དུས་ཡུན་དེ་ནི། ཡར་རྒྱས་དང། བཟང་ཕྱོགས་ཀྱི་འགྱུར་ལྡོག་གི་དུས་ཤིག་ཡིན། དེ་དང་ཆབས་ཅིག་ཁྱབ་ཁོངས་ཧ་ཅང་མང་པོ་ཞིག་གི་ནང་ཧ་ལས་པའི་ཡར་ཐོན་བྱུང་ཡོད་ན་ཡང། ད་དུང་དཀའ་ངལ་ཧ་ཅང་ཆེན་པོ་ཡོད། འགྲོ་བ་མི་རྣམས་ལ་རྒྱུན་ཆད་མེད་པར་དཀའ་ཚེགས་དང་དཀའ་ངལ་ཧ་ཅང་ཆེན་པོ་ཞིག་འཕྲད་བཞིན་ཡོད། འཛམ་གླིང་ནང་འབྱོར་ལྡན་གྱི་ས་ཁུལ་ཁག་ཏུ་མི་རྣམས་ཀྱི་མི་ཚེ་སྐྱེལ་སྟངས་དང་ལོངས་སྤྱོད་ཐད་ཧ་ཅང་རྒྱས་སྤྲོས་བྱེད་བཞིན་ཡོད་ནའང། དེ་དང་ཆབས་ཅིག་ཐ་ན་གཞི་རྩའི་དགོས་མཁོ་ཡང་ཐོབ་མི་ཐུབ་པའི་མི་ས་ཡ་མང་བོ་ལྷག་ཡོད། གྲང་དམག་མཇུག་སྒྲིལ་བ་དང་མཉམ་དུ་གོ་ལ་ཡོངས་ཀྱི་རྡུལ་ཕྲན་མཚོན་ཆའི་གཏོར་བརླག་གི་དངངས་འཚབ་ཉུང་དུ་སོང་མོད། མི་མང་བོ་ཞིག་ད་དུང་གོ་ལག་ལྡན་པའི་དམག་འཐབ་ཀྱི་དཀའ་ངལ་དང། ཇུས་ཉེས་འོག་གནས་མུས་ཡིན། ས་གནས་མང་པོའི་ནང། མི་རྣམས་ཁོར་ཡུག་གི་དཀའ་ངལ་ལ་གདོང་ལེན་བྱེད་དགོས་པ་དང། ཆབས་ཅིག་རང་ཉིད་ཀྱི་འཚོ་ཐབས་ལ་ཉེན་ཁ་འཕྲད་བཞིན་ཡོད། དེ་དང་དུས་མཚུངས། མི་གཞན་མང་པོ་ཞིག་འདྲ་མཉམ་མེད་པ་དང། ལྐོག་ཟ་རུལ་སུངས། དྲང་བདེན་མེད་པ་བཅས་ལ་གདོང་ལེན་བྱེད་བཞིན་ཡོད། དཀའ་ངལ་འདི་དག་ནི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཙམ་མིན་པར། དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་གི་ནང་དུའང་ཆང་རག་ལ་ངན་ལོག་དང། ནང་ཁུལ་གནོད་འཚེ། ཁྱིམ་ཚང་ཁ་འཐོར་སོགས་རྒྱ་ཁྱབ་ཏུ་ཕྱིན་པའི་དཀའ་ངལ་མང་དག་ཅིག་འཕྲད་བཞིན་ཡོད། མི་རྣམས་ཀྱིས་རང་གི་བུ་ཕྲུག་དང་ཁོང་ཚོའི་ཤེས་ཡོན། མ་འོངས་པར་འཛམ་བུ་གླིང་འདིའི་ནང་ཁོང་ཚོས་ཇི་བྱུང་སོགས་ལ་སེམས་ཁྲལ་བྱེད་ཀྱི་ཡོད། ད་ལྟའི་ཆར་ཡང། མིའི་བྱ་སྤྱོད་ཀྱིས་ང་ཚོའི་རྒྱུ་སྐར་འདིར་གསབ་ཏུ་མེད་པའི་གཏོར་སྐྱོན་བཟོ་སྲིད་པ་འདི་ང་ཚོས་ངོས་འཛིན་བྱེད་དགོས་ཤིང། འཇིགས་སྣང་འཕར་མ་བཟོ་གི་ཡོད། དེང་དུས་ཀྱི་མི་ཚེའི་ནུས་ཤུགས་དང་མཉམ་དུ་དངངས་སྐྲག་དང། སེམས་ཁྲལ། ཁེར་རྐྱང་གི་ཚོར་བ་སོགས་འཕེལ་བཞིན་ཡོད། དེའི་འབྲས་བུར། ངོས་རང་ས་ཕྱོགས་གང་དུ་ཕྱིན་ཀྱང། མི་ཚོས་སྡུག་སྐད་རྒྱག་གི་འདུག་ལ། ངོས་རང་ལ་མཚོན་ནའང། དུས་ནས་དུས་སུ་མ་འགྲིག་པའི་སྐོར་ཤོད་དགོས་པ་ཆགས་ཀྱི་འདུག་དེས་ན། ང་ཚོ་འགྲོ་བ་མི་རྣམས་ཀྱི་བྱ་སྤྱོད་ཁྲོད། ཏན་ཏན་གཅིག་གིས་འདང་གི་མེད་པ་དེ་གསལ་པོ་རེད། འོ་ན། མ་འདང་བ་དེ་གང་རེད་དམ་ཞེ་ན། ངའི་བསམ་པར། རྩ་བའི་དཀའ་ངལ་ནི། ང་ཚོས་ཕྱི་དངོས་པོའི་མཐུན་རྐྱེན་ཐད། རིམ་པ་མང་པོ་ཞིག་གི་ཐོག་ནས་དོ་སྣང་ཧ་ཅང་ཤུགས་ཆེ་བྱེད་པ་མ་གཏོགས་བཟང་སྤྱོད་དང་ནང་སེམས་ཀྱི་རིན་ཐང་ལ་དོ་སྣང་མ་བྱེད་པ་འདི་ལན་པ་རེད། ནང་སེམས་ཀྱི་རིན་ཐང་ཟེར་དུས། སེམས་ཅན་སུ་ཡིན་རུང་ང་ཚོས་དགའ་བོ་བྱེད་པ་དང། རང་ཤུགས་ཀྱིས་སྙིང་ཉེ་བོ་བྱེད་སའི་ཡོན་ཏན་དེ་དག་ལ་ཟེར། དེ་ནི། ང་ཚོ་སེམས་ཅན་ཡིན་པའི་ཆ་ནས་ལུས་པོའི་གྲུབ་ཆའི་རང་བཞིན་གྱི་ཐོག་ནས་འཚོ་གནས་དང། འཚར་ལོངས་བྱེད་པར་མཁོ་བའི་སྲིན་ཕུར་དང། བརྩེ་བ། བྱམས་པའམ། མདོར་ན། སྙིང་རྗེ་དང་ལྡན་པའི་ཁོར་ཡུག་ཅིག་དགོས་པ་ལས་བྱུང། སྙིང་རྗེའི་སྒོ་དོན་སྙིང་པོ་ནི། གཞན་གྱི་སྡུག་བསྔལ་སེལ་བར་འདོད་པ་དང། བདེ་སྐྱིད་གོང་དུ་སྤེལ་འདོད་པ་དེ་ཡིན། དེ་ནི། ནང་སེམས་ཀྱི་ཡོན་ཏན་གཞན་ཀུན་འབྱུང་སའི་ནང་གི་སེམས་ཀྱི་རྩ་དོན་ཞིག་ཡིན། ང་ཚོ་ཚང་མས་གཞན་རྒྱུད་ཀྱི་ཕན་སེམས་དང་བཟོད་བསྲན། ངང་རྒྱུད་རིང་པོ། གོང་ཡངས། གཏོང་སེམས་བཅས་ལ་ཡིད་སྨོན་བྱེད་པ་དང། དེ་ག་ནང་བཞིན་འདོད་རྔམ་དང། ངན་སེམས། ཞེ་སྡང། སྟོན་རྒྱུར་མི་དགའ་བ་བྱེད་ཀྱི་ཡོད། དེར་བརྟེན། སེམས་གཏིང་ནས་སྙིང་རྗེའི་ཕྱོགས་སུ་བློ་ཁ་ཕྱོགས་པ་ལས། ང་ཚོའི་ནང་བྱམས་བརྩེའི་ཡོན་ཏན་རྣམས་ཧུར་བརྩོན་ཆེན་པོས་གོང་དུ་སྤེལ་བ་དང། གནོད་ཚབས་ཆེ་བའི་ཉོན་མོངས་ལ་གདོང་ལེན་བྱེད་ཚུལ་སྦྱོང་བ་དེར་མི་ཀུན་གྱིས་དགའ་མོས་བྱེད་ཀྱི་ཡོད། དེ་ལྟར་བྱེད་པའི་ཁེ་ཕན་དང་པོ་དེ། སོ་སོ་རང་ཉིད་ལ་ཡོང་རྒྱུར་དོགས་པ་མེད། ང་ཚོའི་རྒྱུད་ཀྱི་ཡོན་ཏན་འདི་དག་སྣང་མེད་དུ་བསྐྱུར་འཇོག་བྱེད་པ་ནི། སོ་སོ་རང་ཉིད་ཀྱི་གྱོང་གུན་ཞིག་ཡིན། དེང་སང་གི་འཛམ་གླིང་ནང་ང་ཚོར་འཕྲད་བཞིན་པའི་དཀའ་ངལ་མང་པོ་ཞིག་ནི། དེ་དག་སྣང་ཆུང་བཏང་པའི་འབྲས་བུ་ཞིག་ཡིན། དུས་ཡུན་མི་རིང་བའི་སྔོན། ངས་རྒྱ་གར་ཤར་ཕྱོགས་ཀྱི་ས་གནས་ཨོ་རི་སར་བསྐྱོད་པ་ཡིན། ལུང་པ་དེའི་ཆ་ཤས་སུ་གཏོགས་པའི་ས་ཁུལ་ནང་དང་ལྷག་པར་དུ། ས་གནས་དེ་ག་རང་གི་མིའི་ཁྲོད་དུ། ཕུལ་བུང་གི་དཀའ་ངལ་གྱིས་རྐྱེན་པས་ཉེ་དུས་འཁྲུག་རྩོད་དང། ངོ་རྒོལ་གྱེན་ལངས་ཚབས་ཆེ་རུ་སོང་ཡོད། ང་རང་ས་གནས་དེ་ནས་ཡིན་པས་སྤྱི་འཐུས་ཤིག་དང་ཐུག་སྟེ་གནད་དོན་དེ་དག་གི་ཐོག་ལ་བགྲོ་གླེང་བྱས་པ་ཡིན། ཁོང་བརྒྱུད་ནས་ཤེས་གསལ་ལ། མི་རིགས་དེ་དག་གི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུ་དང། ཁོང་ཚོར་ཐ་ན་དངོས་པོའི་མཐུན་འགྱུར་བསྐྲུན་ཆེད། སྡེ་ཁར་སྔོན་ཚུད་ནས་ཁྲིམས་མཐུན་གྱི་ཐབས་ལམ་དང། མ་དངུལ་བདེན་གཉེར་བཏང་བའི་སྲིད་གཞུང་གི་ལས་འཆར་མང་པོ་ཡོད་འདུག་འོན་ཏེ། དཀའ་ངལ་ནི། ལྐོག་ཟ་རུལ་སུངས་ལ་བརྟེན་ནས་ལས་གཞི་དེ་དག་ཐོག་མའི་དམིགས་ཡུལ་གཞིར་བཟུང་ཕན་འབྲས་ཐོན་མི་འདུག་ཅེས་ཁོང་གིས་བཤད་བྱུང། ལས་གཞི་འདི་རིགས་ལག་བསྟར་བྱེད་པར། འགན་འཁྲི་འཁུར་བའི་མི་རྣམས་དྲང་བདེན་མེད་པ་དང། འཇོན་ཐང་མེད་པ། འགན་ཁུར་མེད་པ་བཅས་ཀྱི་ཉམས་ཉེས་སུ་བཏང་བར་བརྟེན། དེ་དག་ཕན་མེད་དུ་གྱུར་པ་རེད། དཔེ་མཚོན་འདི། ལམ་ལུགས་གྲ་འགྲིག་པོ་ཞིག་ཡོད་ཀྱང། དེས་ཕན་འབྲས་ཐོན་མིན་ནི་དེ་ལག་བསྟར་བྱེད་སྟངས་ལ་རག་ལས་ཡོད་པ་ཧ་ཅང་གསལ་པོ་སྟོན་གྱི་ཡོད། མཐར་ལམ་ལུགས་དང། ཁྲིམས་ལུགས་ཡང་ན། བརྒྱུད་རིམ་གང་འདྲ་ཞིག་ཡིན་རུང། དེའི་ཕན་འབྲས་ཐོན་ཚད་ནི། དེ་དག་ལག་བསྟར་བྱེད་པར་འགན་འཁྲི་ཡོད་པའི་གང་ཟག་སྒེར་སོ་སོ་ལ་རག་ལས་པ་ཞིག་ཡིན། གལ་ཏེ། མི་སོ་སོའི་བསམ་སྤྱོད་རང་ཚུགས་ཡག་པོ་ཟིན་མ་ཐུབ་ན། ལམ་ལུགས་ཡག་པོ་དེ་བེད་སྤྱོད་ལོག་པར་བཏང་ནས། ཁེ་ཕན་ཡོང་རྒྱུའི་ཚབ་ཏུ་གནོད་སྐྱོན་གཉིས་རྒྱུ་རུ་འགྱུར་སྲིད། དེ་ནི། འགྲོ་བ་མིའི་རིགས་ཀྱི་བྱ་སྤྱོད་མཐའ་དག་ལ། ཁྱབ་པའི་ཡོངས་གྲགས་ཀྱི་དངོས་ཡོད་གནས་སྟངས་ཤིག་ཡིན། ཆོས་ལུགས་ཀྱང་དེ་ལྟར་རེད། མ་གཞི། མི་རྣམས་མི་ཚེ་དོན་དང་ལྡན་ཞིང་བདེ་སྐྱིད་ངང་གནས་པར་རོགས་རམ་བྱ་རྒྱུའི་ནུས་པ་ཆོས་ལ་ཡོད་ཀྱང། ཆོས་དེ་ཡང་བེད་སྤྱོད་ལོག་པར་བཏང་ཚེ། འཁྲུག་རྩོད་དང། དབྱེན་འབྱེད་ཀྱི་རྒྱུ་རུ་འགྲོ་སྲིད། དེ་ག་ནང་བཞིན། ཚོང་ལས་དང་དཔལ་འབྱོར་གྱི་ཁྱབ་ཁོངས་ནང། ལམ་ལུགས་ཆ་ལག་ཚང་བ་ཞིག་ཡོང་སྲིད་ཀྱང། དེ་དག་བེད་སྤྱོད་བྱེད་མཁན་རྣམས་ངོ་ཚ་ཁྲེལ་མེད་དང། རང་འདོད་ཀྱིས་གཞན་དབང་དུ་སོང་ན། ལམ་ལུགས་དེ་དག་གི་ཁེ་ཕན་ཡང་ཆུང་དུ་འགྲོ་རྒྱུ་རེད། སྟབས་མ་ལེགས་པ་ཞིག་ལ། ང་ཚོས་འདི་ནི་མིའི་བྱ་སྤྱོད་ཀྱི་རིགས་མང་པོའི་ནང་བྱུང་བ་མཐོང་བཞིན་ཡོད་ལ། ཐ་ན་རྒྱལ་སྤྱིའི་རྩེད་མོའི་ནང་ཆ་བཞག་ནའང། ལྐོག་ཟ་བྱས་པའི་ཉེར་ལེན་ལས་རྩེད་མོའི་དྲང་བདེན་གྱི་ངོ་བོ་འདི་ཉིད་ཀྱང་ཉེན་ཁའི་གནས་སུ་འཇུག་གི་ཡོད། རྣམ་དཔྱོད་ཅན་གྱི་སྐྱེ་བོ་མང་པོས་དཀའ་ངལ་དེ་དག་ལ་དོ་སྣང་བྱུང་ཡོད་ཅིང། དེ་དག་བཅོས་སྒྱུར་བྱེད་པར་རང་རང་སོ་སོའི་ཆེད་ལས་ཀྱི་ཁྱབ་ཁོངས་ཁྲོད་ནས་ལྷག་བསམ་རྣམ་དག་གིས་ལས་དོན་སྒྲུབ་བཞིན་ཡོད་པ་ཤོད་ག་ལ་དགོས། ཆབ་སྲིད་པ་དང་གཞུང་ཞབས་པ། ཁྲིམས་རྩོད་པ་དང་ཤེས་ཡོན་སློབ་སྟོན་པ། ཁོར་ཡུག་ཆེད་ལས་པ། ཧུར་བརྩོན་ཅན་སོགས་མི་རྣམས་ཀྱིས་འདིའི་ཐོག་འབད་བརྩོན་མུ་མཐུད་བྱེད་བཞིན། འདིས་ཕན་ཐོགས་གང་ལེགས་བྱུང་ཡོད་པ་ནི་ཤིན་ཏུ་ལེགས། འོན་ཀྱང་དོན་དངོས་ཐོག་ཁྲིམས་དང་སྒྲིག་སྲོལ་གསར་བ་བཟོས་པ་ཙམ་གྱིས་ང་ཚོའི་དཀའ་ངལ་ནམ་ཡང་སེལ་མི་ཐུབ། མཐར། ང་ཚོའི་དཀའ་ངལ་གྱི་འབྱུང་ཁུངས་ནི་གང་ཟག་སྒེར་སོ་སོའི་རིམ་པར་རག་ལས་ཡོད། གལ་སྲིད་མི་རྣམས་ཀུན་སྤྱོད་ཀྱི་རིན་ཐང་དང། རང་ཚུགས་ཟིན་རྒྱུས་ཕོངས་ན། ཁྲིམས་དང་སྒྲིག་སྲོལ་གང་འདྲ་ཞིག་གིས་ཀྱང་འདང་གི་མ་རེད། དངོས་པོའི་རིན་ཐང་ལ། དོ་གལ་གཙོ་བོ་བྱེད་པ་འདི་སྲིད་དུ། དྲང་བདེན་མེད་པ་དང། ལྐོག་ཟ་རུལ་སུངས། འདྲ་མཉམ་མེད་པ། བཟོད་བསྲན་མེད་པ། འདོད་རྔམ་བཅས། ནང་སེམས་ཀྱི་རིན་ཐང་ལ་དོ་སྣང་མེད་པའི། ཕྱིའི་རྣམ་པ་འདི་དག་མུ་མཐུད་ནས་གནས་རྒྱུ་རེད། བྱས་ཙང། ད་ང་ཚོས་ག་རེ་བྱེད་དགོས་རེད། ང་ཚོས་རོགས་རམ་འཚོལ་བར་གང་དུ་འགྲོ། ཚན་རིག་ལ་ཆ་བཞག་ན། ཕྱི་དངོས་པོའི་ཐོག་ནས་ཁེ་ཕན་མང་པོ་ཞིག་བསྐྲུན་ཡོད་ཀྱང། ང་ཚོས། ཡིད་སྨོན་བྱེད་སའི་གཞན་རྒྱུད་ཀྱི་གཞི་རྩའི་འགྲོ་བ་མིའི་རིན་ཐང་དང། རང་རྒྱུད་དུ་དགོངས་པའི་འདོད་པའི་རིན་ཐང་དེ་དག་ཡར་རྒྱས་གཏོང་བྱེད་ཀྱི་རྨང་གཞི་ཞིག་ཚན་རིག་གིས་ད་དུང་མཁོ་སྤྲོད་བྱས་མེད། ད་འོ་ན། ལོ་ངོ་སྟོང་ཕྲག་མང་པོའི་རིང། མི་རྣམས་ཀྱིས་འབད་བརྩོན་བསྟེན་པ་བཞིན། ང་ཚོས་ཀྱང་ཆོས་ལ་བརྟེན་ནས་ནང་སེམས་ཀྱི་རིན་ཐང་མཚོན་ན་སྙམ་སྲིད། ཆོས་ལུགས་ཀྱི་འདས་པའི་དུས་ཚོད་ནང། མི་ས་ཡ་མང་པོར་ཕན་བཏགས་ཡོད། ད་ལྟ་ཕན་འདོགས་བཞིན་པ་དང། མ་འོངས་པར་ཡང་མུ་མཐུད་ཕན་གདགས་རྒྱུར་ཐེ་ཚོམ་མེད། འོན་ཀྱང། དེས་ཀུན་སྤྱོད་ཀྱི་ལམ་སྟོན་དང། མི་ཚེ་དོན་དང་ལྡན་པ་བཟོ་བར་ཕན་ཐོགས་ཇི་ཙམ་ཡོད་རུང། དེང་དུས་ཀྱི་ཆོས་དང་མ་འབྲེལ་བའི་འཛམ་གླིང་ནང། ཆོས་ལུགས་གཅིག་པུས་བཟང་སྤྱོད་ཀྱི་གཞི་རྟེན་འདང་གི་མེད། དེའི་རྒྱུ་མཚན་གཅིག་ནི། ད་ཆ། འཛམ་གླིང་ནང་གི་མི་མང་པོས། ཆོས་ལུགས་བྱེ་བྲག་བ་གང་གིའང་རྗེས་སུ་འབྲང་གི་མེད། རྒྱུ་མཚན་གཞན་ཞིག་ནི། གོ་ལ་གཅིག་གྱུར་དང། རིག་གཞུང་སྣ་མང་ཡོད་པའི་དུས་སྐབས་ཀྱི་སྤྱི་ཚོགས་ཤིག་གི་ནང། འཛམ་བུ་གླིང་གི་མི་རྣམས། གཅིག་ལ་གཅིག་བརྟེན་ངང་ཤིན་ཏུ་ཉེ་བར་འབྲེལ་ནས་ཡོད་སྟབས། ཆོས་ལུགས་གང་ཡང་རུང་བ་གཅིག་ལ་གཞི་བཅོལ་བའི་བཟང་སྤྱོད་དེ། ང་ཚོ་ཁ་ཤས་ཀྱི་བློ་ལ་མ་གཏོགས་འཚམ་པོ་མེད་ཅིང། ཚང་མར་དོན་སྙིང་ལྡན་པ་ཞིག་མི་ཡོང། ང་ཚོ་བོད་པ་ཚོས་དུས་རབས་མང་པོའི་རིང། རིས་ར་བའི་རྒྱབ་ཏུ་གང་ལ་གང་འཚམ་སྐྱིད་པོ་བྱས་ནས་བསྡད་པ་བཞིན། གནའ་སྔ་མོ་མི་རྣམས་ཧ་ལམ་ཁེར་རྐྱང་དུ་གནས་པའི་སྐབས། ཚོ་ཁག་སོ་སོས་རང་རང་གི་ཆོས་ལུགས་ལ་གཞི་བཅོལ་བའི་བཟང་སྤྱོད་ལ་འཇུག་པའི་ཐབས་ལམ་འཚོལ་བར་དཀའ་ངལ་འཕྲད་ཀྱི་མེད། ཡིན་ནའང། དེང་གི་ཆར། ང་ཚོས་སྣང་མེད་དུ་བཞག་པའི་ནང་སེམས་ཀྱི་རིན་ཐང་ཐད་ཀྱི་དཀའ་ངལ་དག་སེལ་བར་ཆོས་ལུགས་བྱེ་བྲག་པ་གང་ཡང་རུང་བ་ཞིག་ལ་གཞི་བཅོལ་ན། དེ་ཡོངས་ཁྱབ་རྩ་བ་ནས་ཆགས་མི་ཐུབ་ཅིང། ཏག་ཏག་འདང་གི་མེད། ད་ལྟ། ང་ཚོར་གང་དགོས་པ་ནི། ཆོས་ལུགས་ལ་མ་བརྟེན་པར། ཆོས་དད་ཡོད་པ་དང་མེད་པ་ཚང་མས་གཅིག་གྱུར་གྱིས་ཁས་ལེན་ཐུབ་པའི་ཆོས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་ཐབས་ལམ་ཞིག་དགོས། སྐད་ཆ་དེ། ཆུང་དུས་ནས་གྲྭ་ཆས་གོན་ནས་འོངས་པའི་མི་ཞིག་གིས་བཤད་དུས་ཁྱད་མཚར་བོ་ཞིག་མཐོང་སྲིད། ཡིན་ནའི། ངས་འདིར་འགལ་འདུ་མཐོང་གི་མི་འདུག། ངའི་ཆོས་ཀྱི་ཡིད་ཆེས་ཀྱིས་ང་རང་གི་ཆོས་ལུགས་ལས་བརྒལ་ཏེ། ཆོས་ལུགས་གཞན་དང། ཆོས་ལུགས་མེད་མཁན་བཅས་སེམས་ཅན་ཐམས་ཅད་ཀྱི་བདེ་དོན་དང། ཁེ་ཕན་སླད་འབད་བརྩོན་བྱ་རྒྱུར་བསྐུལ་བ་བཞིན། ངས་འདིར་མཐའ་གཅིག་ཏུ་ཤུགས་རྒྱག་གི་ཡོད། འཇིག་རྟེན་ཡོངས་ཁྱབ་ཀྱི་བཟང་སྤྱོད་ལ་འཇུག་པར། ཆོས་དང་མ་འབྲེལ་བའི་ཐབས་ལམ་གསར་བ་ཞིག་འབད་བརྩོན་བྱེད་པ་དེ་ནི། བསྒྲུབ་སྲིད་པ་ཞིག་དང་དགེ་མཚན་ལྡན་པ་ཞིག་ཏུ་ངོས་ནས་ཡིད་ཆེས་བྱེད་ཀྱི་ཡོད། ངའི་ཡིད་ཆེས་དེ་ནི། ང་ཚོ་འགྲོ་བ་མི་ཚང་མ་གཞི་རྩའི་ཆ་ནས་ཡག་པོ་བྱུང་ན་བསམ་པས། བློའི་འཁྱེར་སོ་དེར་ངེས་ཤེས་རྙེད་པ་ལས་བྱུང། ང་ཚོས་ཅི་བྱས་པ་ཐམས་ཅད་ཕན་ཐོགས་ཤིག་བྱུང་ན་བསམ་ནས་བྱེད་ཀྱི་ཡོད། དུས་མཚུངས། ང་ཚོ་ཚང་མས་གཞན་གྱི་བཀའ་དྲིན་ལ་ཡིད་རངས་བྱེད་ཅིང། རང་བཞིན་ལྷན་སྐྱེས་ཀྱིས། ང་ཚོ་ཚང་མས་མིའི་གཞི་རྩའི་རིན་ཐང་བྱམས་པ་དང། སྙིང་རྗེ་སོགས་ལ་དོན་གཉེར་བྱེད་ཀྱི་ཡོད། ང་ཚོ་ཚང་མས་གཞན་གྱི་ཞེ་སྡང་ལས་བརྩེ་བ་དང། སེར་སྣ་ལས་སྦྱིན་པ་བལྟ་གི་ཡོད། ང་ཚོའི་ཁྲོད་རང་ལུགས་གཞི་འཛིན་དང། མ་གུས་པ། འཁོན་འཛིན་བཅས་ཀྱི་ཚབ་ཏུ་བཟོད་པ་དང་གུས་བརྩི། གོ་ཡང་བཅད་ལ་མི་དགའ་བ་བྱེད་མཁན་ཡོད་དམ། ལྟ་ཚུལ་འདིའི་ཐོག་ནས། ཆོས་ལུགས་གང་དང་ཡང་རྒྱབ་འགལ་དུ་མི་འགྲོ་བ་དང། འོན་ཀྱང། ངེས་པར་དུ་ཆོས་ལུགས་ལ་ལྟོས་མི་དགོས་པར། ནང་སེམས་ཀྱི་རིན་ཐང་གི་གཞི་རྩ་བརྟན་པོ་བཟོ་བའི་ལམ་ཞིག་དང། ཐབས་ལམ་ཞིག་ང་ཚོའི་གོ་རྟོགས་ཀྱི་ཁྲོད་དུ་ཡོད་པར་ངོས་ལ་ཡིད་ཆེས་བརྟན་པོ་ཡོད། ངོས་ཀྱི་དེབ་འདིའི་ནང། བཟང་སྤྱོད་ཀྱི་ལྟ་ཚུལ་གསར་པ་འདི་ཡར་རྒྱས་དང། ཉམས་ལེན་གྱི་སྐོར་རྒྱས་པར་བཤད་ཡོད། དེ་ལྟར་བྱས་པ་ལ་བརྟེན་ནས། ཆེས་དངོས་གཙོ་སྨྲ་བའི་རིང་ལུགས་ཀྱི་དུས་སྐབས་འདིའི་ནང། བཟང་སྤྱོད་ཀྱི་གོ་རྟོགས་དང། ནང་སེམས་ཀྱི་རིན་ཐང། གལ་ཆེན་པོ་ཡིན་པའི་གོ་རྟོགས་གོང་མཐོར་གཏོང་བར་ཕན་ཐོགས་ཡོང་རྒྱུའི་རེ་བ་བྱེད་ཀྱི་ཡོད། ཐོག་མར་ངས་ངེས་པར་དུ་གསལ་པོ་བཟོ་དགོས་པ་ཞིག་ལ། ངོས་ཀྱི་ཀུན་སློང་ནི། བསམ་བློའི་རིན་ཐང་ཐོག་བཙན་བཀའ་གཏོང་རྒྱུ་དེ་མིན། དེ་ལྟར་བྱས་ན་ཕན་ཐོགས་གང་ཡང་མེད། ཕྱི་ནས་བཟང་སྤྱོད་ཀྱི་རིན་ཐང་ཐད་བཙན་པོ་དབང་ཡོད་བྱས་པ་དེར་ཕན་ནུས་ཐོན་པ་ཞིག་མེད། དེའི་ཚབ་ཏུ། ང་ཚོ་མི་རེ་ངོ་རེས་ནང་སེམས་ཀྱི་རིན་ཐང་གི་གལ་གནད་ཤེས་རྟོགས་བྱེད་དགོས་ཞེས་འབོད་སྐུལ་ཞུ་རྒྱུ་ཡིན། གང་ཡིན་ཞེ་ན། ང་ཚོས་དོན་གཉེར་བྱེད་བཞིན་པའི་ནང་སེམས་ཀྱི་རིན་ཐང་འདི་དག་ནི། ཡ་རབས་བཟང་སྤྱོད་ཀྱི་ཐོག་ནས་འཆམ་མཐུན་གྱི་འཛམ་གླིང་ཞིག་དང་གང་ཟག་སྒེར་གྱི་སེམས་ཀྱི་ཞི་བདེ་དང། ཡིད་ཆེས། དོན་དུ་གཉེར་བའི་བདེ་སྐྱིད་གཉིས་ཀའི་འབྱུང་ཁུངས་ཤིག་ཡིན། འཛམ་གླིང་གི་ཆོས་ལུགས་ཆེ་ཁག་ཚང་མས་བརྩེ་བ་དང། སྙིང་རྗེ། བཟོད་བསྲན། གུ་ཡངས་བཅས་ལ་དོ་གལ་ཆེན་པོར་བརྩི་བས། ནང་སེམས་ཀྱི་རིན་ཐང་གོང་འཕེལ་གཏོང་ཐུབ་པ་དང། གཏོང་གི་ཡོད་པར་ཐེ་ཚོམ་མེད། འོན་ཀྱང། དེང་སང། འཛམ་གླིང་ནང་གི་དངོས་ཡོད་གནས་ཚུལ་ནི། བཟང་སྤྱོད་ཀྱི་གཞི་རྩ་ཆོས་ལུགས་ནང་འཛིན་པ་དེ་ད་ཆ་འདང་གི་མེད། རྒྱུ་མཚན་དེ་ལ་བརྟེན་ནས། ཆོས་ལུགས་ཀྱི་མཚམས་ལས་འདས་པའི་སེམས་དོན་རིག་པ་དང་བཟང་སྤྱོད་ཐད་ལ་བསམ་བློ་གཏོང་བའི་ཐབས་ལམ་ཞིག་འཚོལ་བའི་དུས་ལ་བབས་ཡོད་པར་ངོས་ནས་ཡིད་ཆེས་བྱེད་ཀྱི་ཡོད།